ལས་རྒྱུ་འབྲས་ལ་ཡིད་ཆེས་ཨམ་ཉིད་ལ་ཚེ་ཕྱི་མ་ཚེ་ད་རི་ཆུབ་ནས་ཚེ་ཕྱི་མ་འགའ་འོང་བ་ཐུགས་ཀ་སྐྱེ་གཉིས་པོ་རང་དགེ་བ་དང་སྐྱིད་པོ་མྱོང་མིན་ཡང་ཡིན་འོ་ཉེ་ཨ་ཉེ་ཀེ་འོ་ཉེ་ཨ་ཉེ་ཀུན་སྤྱོད་གསུམ་ཀ་ཡིད་ཆེས་ཁེ་ལས་སྐྱེས་པའི་ཁེ་ལས་སེམས་ཅན་ཐམས་ཅད་རང་གི་ཕ་མ་དགེ་ལ་སྙིང་རྗེ་ཨ་ལས་ཁེ་ལས་འོ་ཉེ་པ་ཀ་ཕན་བཏགས་པའི་ལ་མནོ་བསམ་སྐྱེས་པའི་ཁེ་ལས་ཨ་ཉེ་འོ་ཉེ་ཨ་ཉེ་གསུམ་ཀ་དགེ་ལ་འོ་ཉེ་ཨ་དེ་ཀེ་ད།

གསུམ་དུ་ཐུགས་རྗེ་ཐུབ་བ་ཤིན་པ་དགུ་མི་ཤིན་པོ་ཆུ་དོག་དགུ་མི་ཡི་གེ་འགི་གཉིས་པོ་དགུ་པ་ལས་དང་སྨོན་ལམ་ལྟ་བུ་གང་གི་གཉིས་པོ་སྨོན་ལམ་ལོག་པ་དག་ལས་གདུལ་བྱ་གི་གཉེར་བ་གསུམ་གདུལ་བྱ་དང་མ་རིག་པ་དང་རུམ་འདི་ལས་རུམ་མི་མ་ལམ་གཉིས་པོ་རུམ་འདི་ལས་ས་འོག་ཐུགས་རབ་དུས་ཚོད་དང་ཁྱད་པར་དུ་འོམ་གཉིས་ལྟ་བུ་ལས་དང་སྨོན་ལམ་བཟང་པོ་ཐུགས་ཆོས་གཉིས་ལ་འོམ། ས་འོག་སྐྱེ་གཉིས་པོ་རང་འོག་གཉིས་སོང་ཁྱི་པོ་དགོད་པ་ཉལ་ད་ལྟ་དང་མ་མཐོང་གཉིས་པོ་རང།

ཞབས་རྗེས་རིན་པོ་ཆེ་བྱང་འདྲེན་གྱི་རྩ་བའི་བླ་མ། ཡབ་གཡས་གཉིས་པོ་དགྲ་ཨོ་ཉི་རྩ་བྱི་ལོ་དྲུག་གི་བག་ས་ཀ་འོམ་སྲས་དགའ་སྐྱེད་གཉིས་ཨ་མ་བུ་རྣམ་མི་སྲིད་པའི་རྗེ་བཙུན་སྒྲོལ་མ་སྟོབས་མཆོག་སུ་ག་ལྟས་པ་ཁོ་ན་ཨ་ཉི་ཨོ་ཉི་ཨ་ཉི་གྱི་ལམ་ཨོ་ཉི་ཀ་ཨོ་ཉི་རྩིང་དགའ་འོམ་ས་ཀ་སྐྱེད་གཉིས་སྐྱེད་གཉིས་ཨོ་ཉི་གཉིས་རྩིང་ཕ་མ་གཉིས་རྩིང། ཆོ་ས་ཨ་ཏི་ཀི། བླ་མ་ཨ་ཏི་ཀི་འོམ། ལྗང་བུ་འོམ། ཆོས་སྲིད་ཀྱི་སྐྱེས་ཐོབ་བ་ཀྱི་ལ་ཆོས་སྲིད་བརླམ་པ་ཀྱི་ལ་འོ་ཉིས་ཀའི་རྟེན་ཉིས་ལྗང་ཏི་ཆོས་སྲིད་ཁྱད་འཕེལ་གྱི་ཡོན་ཏན་དང་གྲུབ་འཕེལ་གྱི་ཉམས་སྟོང་ཧང་རང་མོ་བ་ཉིས་བུ་རང་ཆོས་སྲིད་ཀ་ཧང་རང་མ་སེ་ཉིས་བུ་དད་པ་དང་ཡེ་ཤེས

ཉེས་དོགས་ཐད་དང་མ་མཐོང་བ་དཔེ་ཆ་ཐོན་ཡིན་ལ་རེད། བུ་ཉེས་ཨ་དེ་གའི་དཔེ་ཆ་ཡིན་ན་སྤུ་ན་ག་ག་ཕོ་ཆུ་མོ་ཆུ་ལྟ་བུ། ཉེས་དོགས་ཐད་དང་ཆུ་སོ་སོ་གི་ལ་འབྱུང་ཁུངས་ཐུར་གི་གཉིས་པོ་སོ་སོ་སྡེ་བ་གི་ལ་རོགས་ཏུ་ལས་དང་སྨོན་ལམ་གྱི་ཨོམ་ལས་དང་སྨོན་ལམ་གྱི་ཉེས་དོགས་ཐད་དང་ཐུང་རིལ་མ་བ་གཉིས་པོ་ཨོམ་ཆུ་གཉིས་ཀ་སོ་སོ་སྡེ་གཉིས་པོ་ཨོམ་ཆང་འཛོམས་སྡེ་བ་གི་ལ་དཔེ་ཨོ་གཉིས་ལྟ་བུ་གི་ལ་ལས་དང་སྨོན་ལམ་ཨ་ཁེན་ཁི་བུ། གླུ་བ་ཙཀྲ་བྷུ་ལས་མ་བྱ་ལས་དང་སྨོན་ལམ་སྐྱེས་བུ། དགེ་སྡིག་ཆོས་མེད་མོ་ཨ་ཉེ་ལ་ཐུན་དེ་ཉིད་ཆོས་མེད་དགོང་མོ་དེ་ཉིད་ཆོས་མེད་དད་པ་ཨ་ཉེ་ཆོས་མེད་ཨོ་ཉེ། མ་ཆམ་ཆམ་ལས་ངན་པ་དེ་ཉིད་བུ་དགྲ་ལས་བཟང་པོ་གི་ཡིན་ར་ཨོ་ཉེ་ཨུ་ཨུ་ས་ཁ་ཆོས་ལས་ཨོ་ཉེ་ཨ་དེ་ཀའི་ཨ་ཤིན་པ་ཧོམ་རང་དེ་ཀ་ཆོས་དང་ཕྲད་ཉིད་ལ་ཆོས་ཀ་དད་པ་ལག་དང་ཨ་ཉེ

འཚོ་བའི་མཆོད་པ་བདུད་འདུལ་དོལ་ཕོ་ཉའི་སྨོན་ལམ་ལེགས་པོ་བཏབ་ནས་སེམས་ཅན་སྤྱི་དང་ལྷག་པར་དུ་བོད་ལུང་པ་དགེ་སོང་ཉམ་ཆུང་སྐྱེ་རྒ་ད་རེ་གཉིས་རྒྱལ་པོ་དང་བཙུན་མོ་བློན་པོ་དཔའ་བོའི་རྫོང་དང་རི་གཉིས་ཐམས་ཅད་དབུམ། ལིག་བུ་ཨོ་བྷེ་དང། རྒྱལ་ཁབ་དབུམ། གྲྭ་ཚང་དང་མི་མང་དང་རྣལ་འབྱོར་ཕོ་མོ་དང་ཆོས་པ་ཐམས་ཅད་རང་ཐུགས་མཐུན་པོ་དམ་ཚིག་གཙང་མ་ཐུར་གྱི་ཐུགས་ཨ་འོམ་ཨ། སྤུན་ཆ་ལྟ་བུ་ཨ་ཉི་ཨོ་ཉི་ལྟ་བུ་ཨ་ཉི་ར་འོམ་ཆང་པོ་ཨ་ཉི་འོམ། ལུང་པ་ཁེ་པོ་སྐྱིད་པོ་དང་ཡར་རྒྱས་ལྟེ་བ་ཨོ་ཉི་ལྟ་བུ་དུས་རྟག་ཏུ་འོམ། ཐུགས་སྨོན་ནང་མའི་ཁེ་ལས་སོ་ཨ་ལྟ་བའི་ཁེ་ལས་ཨོ་ཉི་ཨ་ཏི་ཀའི་འོམ་ཐེ་ང་ཨ་ཤི་འབར་རྫོགས་མེད་གླིང་ག་འོམ་ལྗང